ཚེ་འདི་ཁྲི་ཕྱིར་མི་ཐ་ཡ་ཏི་ཀུ་ཁྱི་ཚེ་མི་ཆེ་ཤི་ལ་དེར་སྐྱོབས་ཚེ་བླ་མ་སློབ་མ་ཞེ་བོ་གཅིག་གི་ན་ཚ་ན་ངན་ཅི་ཨེ་འཁྲུ་ཤི་མི་ཐ་ང་ཆ་ཤ་ནི་བདག་རང་ཡིན་ཞེ་བོ་གཅིག་གི་ན་ཚ་རང་ཆེ་ནི་ཨེ་འཁྲུ་ཤི་རིན་པོ་ཆེ་གི་དགའ་ལྡན་ཕོ་བྲང་གི་ཞེན་ཁོག་དེ་དེ་ཁྱོད་ནི་བའི་ཚད་བརྩི་ས་མེད་པ་ཅི་རེད་ཞེ་བོ་གཅིག་གི་འདི་ཡག་རེད་ཐུགས་ཤིང་ཞེ་བོ་གཅིག་ས་དུག་ས་རེད་བྱས་ཙང་བ་ད་དེ་འདྲ་ཡིན་དུས་ང་རང་ཚོ་བོད་དང་ཁམས་པ་དང་ཨ་མདོ་ཞེས་འདུག་ས་ང་ཚོ་བཤད་བསྡད་ཀྱི་ཡོད་རེད། རེད་དེ་ཡིན་ནའི། དེའི་རིགས་ཚང་མ་ལ་འདུག་ས་ཚུ་དོག་ལ་འདྲི་ཡ་དེ་ང་ཚོའི་ཆོས་དང་རིག་གཞུང་ཐོག་ནས་དོག་ལ་འདྲི་འདུག་ཨ་ནི་ད་རིག་གེ་སའི་དུས་ཚོད་རུ་ཆ་བཞག་ན། རྒྱ་གུང་ཁྲན་ཏང་གིས་སྡུག་པོ་གཅིག་བཏང་ཡོང་དུས་ང་ཚོ་ཆོལ་ཁ་གསུམ་གྱི་མི་ཚང་མ་ལ་དོག་ལ་འདྲི་ཐེབས་པ་ཅིག་ཆགས་པ་རེད། ཁྱེད་སོང་ང་ང་ཚོ་སྔོན་བྱུང་མོས་གུས་ལོག་རེད་ཡ་ང་ཚོ་བཙན་བྱོལ་བ་ཆགས་ནས་ཐོག་མ་ནི་བོད་ཡིན་ན་ནས་ད་ཆོལ་ཁ་གསུམ་གྱི་མི་མང་ཀུན་ཅིག་མེ་ཟོན་པ་རེད་ལ་འཇོག་འདུག་བྱེད་པའི་ཁ་ཐུག་ལ་ང་ཚོ་དབྱིན་ཇིའི་མིང་ཚིག Tibetan Tibetan ཟེར་ཡ་དེའི་འོག་ལ་ཡ་ཚང་མ་གཅིག་གྱུར་བྱས་གཅིག་སྒྲིལ་བྱས་ནས་བསྡད་པ་ཡིན་པ། འདི་ཁམས་པ་རེད་འདི་དབུས་པ་རེད་འདི་གཙང་པ་རེད་འདི་སྟོད་པ་རེད་འདི་ཨ་མདོ་རེད་ཟེར་ནས་དེ་སྐད་ཆ་ཁ་སྐད་མེད་པ་བྱས་བྱས་ང་ཚོ་འདུག་སྡད་པ་ཡིན་པ། ཨེ་ང་ཚོ་བཙན་བྱོལ་སྒྲིག་འཛུགས་དུ་ཆགས་བྱས་ནས་ཆོལ་ཁ་གསུམ་གྱི་ཚབ་བྱེད་ཐུབ་ཡག་ཅིག་གི་སྒྲིག་འཛུགས་འདུག་བཙུགས་པ་རེད། ཐད་ཀའི་མི་གྲངས་མང་ཉུང་བརྩིས་པ་ཡིན་ན་དབུས་གཙང་དང། གང་ལྟར་དབུས་གཙང་གི་དང་ཆོལ་ཁའི་མི་དེ་མང་ང་རེད་དེ་ཡིན་ནི་དེ་ཙམ་ལ་མ་བལྟས་པར་བྱས་བྱས་གཙོ་བོ་བོད་རྒྱ་ཆེའི་མི་མང་གི་དང་ཅིག་ཚོབ་བྱེད་ཐུ་ཡ་ཅིག་ལ་ང་ཚོ་སྤྱི་འཐུས་ཀྱི་གྲངས་ཀ་བསྡུས་ཏེ་ཆོལ་ཁ་གསུམ་འདྲ་མཉམ་བྱས་བྱས་བཟོས་བྱས་པ་འདུག་བསམ་འདུག་བསམ་རེད་བཤད་སོང་ང་ཚེ་ཚང་ང་རང་ཚང་མ་ལོ་མི་ད་ང་ད་ཕན་ལ་ཡིན་ནི་གཅིག་སྒྲིལ་གྱི་ནུས་པ་རུ་ཡག་ཐག་ཆོད་ཡོད་རེད་ད་དུང་ཡིན་ནི་གཅིག་སྒྲིལ་དེ་དཔེ་གལ་ཆེན་པོ་རེད།